ཆེས་ཐོག་མ་དེ་ལ་ནི་ངའི་ཨ་མྱེས་དུང་སི་མྱེས་ཚང་མ་ལ་ཁ་བརྡ་གཅིག་དང་འཚམས་འདྲི་བཀྲ་ཤིས་རེ་ཞུ་བ་དང་ཆབས་ཅིག་ཨ་ནེ་དེའི་གི་མཉམ་དུ་ཨ་ལྟ་དེ་རིང་ད་ལྟ་ཨ་སྤྱི་ལོ་ཉིས་སྟོང་བཞུ་རྩ་དྲུག་ལས་ཨ་ད་ཕྱི་ཟླ་བརྒྱད་པའི་ཨ་ཚེས་ཉི་ཤུ་གཅིག་ཉིན་ཨ་ད་མྱེས་དུང་ནའོ་ལ་ཨ་ནེ་ཨའི་སྐད་ཆ་ཤས་ཁ་བརྡ་གཅིག་ཨ་དེ་ད་གནས་བརྟན་དེ་ཨ་ནེ་ཨའི་ཁ་རས་ཨའི་སྐོར་ལ་གཅིག་ཨ་ཆ་ཡི་དུ་ལ་ན་ད་དེ་ཡང་ག་ཟེར་ཏེ་ཨ་ད་ཨ་ད་ད་རང་གི་ཁ་བརྡ་གཅིག་ཨ་ཉིན་རེ་དེར་ད་ཨ་རྒྱལ་སྤྱིའི་ཆབ་སྲིད་ཀྱི་དེར་ད་ཨ་འཕོ་འགྱུར་ཡིན་ནར་ཡང་མེད་ན་ཨ་ཉིན་རེའི་ཁ་བརྡ་ཨ་རྒྱལ་སྤྱིའི་དེར་ད་ཨ་གསར་འགྱུར་གས་ཆོག་ཨ་ཁ་ཤས་ཤི་ཀོ་ལ་ཨ་ནི་ཡང་དེ་རིང་འདི་ལ་ཁའོ་ད་ཨ་སྒོ་ནི་དེ་རེད་ད་ཨ་བརྙན་ཐུང་ཅིག་ཨ་ཟེར་ན། དེ་ཤི་ད་དེ་རིང་འདི་ལ་ཁའོ་ད་ཨ་ཉིན་རེ་དེར་ད་ཨ་རྒྱལ་ཅིག་གསང་རྒྱུ་གས་ཆོག་ཨ་དང་པོ་དེ་ཨ་ནི་ཨེ་ག་རི་སྐོར་ལ་ཅིག་ཨ་ཆགས་ཡི་འདུག་ལ་ན། ད་འདི་ཡང་ཨ་ད་ད་དེ་རིང་རང་ད་དེ་རིང་དན་ད་ཨ་སྤྱི་ཟླ་བརྒྱད་པི་ཨ་ཚེས་ཉི་ཤུ་གཅིག་ཉིན་ཚོ་ལ་ཧན་ད་ཁ་ཟས་དེ་ཨེ་ད་ད་ཧོང་ཀོང་ནང་ལ་ཡི་རྒྱུགས་དེ་རེད་ད་ཅིག་ཨ་ཙི་ཁྲིམས་ཁང་ཅིག་ངས་ནས་ཨ་ནི་ཡང་ཐག་ཆད་ཅིག་ཨ་ག་རེ་བྱས་ཤེས་ལ་ན་ད་དེ་ཡི་དེ་ད་ཧོང་ཀོང་གི་ནང་ལ་ཡེ་རྒྱུགས་དེར་ད་ཅིག་ང་ཚོ་དམངས་གཙོ་དེ་ཉེར་བ་དེར་ཡ་རོ་ད་ཧོང་ཀོང་མི་མང་ཡིན་ནང་ར་ཡང་མེད་ན་ཨ་དེ་འདྲས་གང་ད་ཚོགས་པ་དེར་ཡ་རོ་ད་དེ་འདྲས་ཚོགས་པ་གཅིག་གའུ་ད་ཅིག་གོ་སྒྲིག་གཉིས་ཅིག་ཨ་ནི་ལོ་བཅུ་གའུ་ད་ཨ་ཙི་འགང་ལ་བླུགས་ཡས་མི་དེ་འདྲས་གང་ད་བས་ད་ཅིག་ཨ་ཐག་ཆད་ཅིག། བྱས་ཤིང་རྟ་འདི་ཐག་ཆ་ཇི་གེ་ཁའོ་རྟ་གཅིག་རྒྱུ་མཚན་འགྲོགས་ཏེ་ག་རེ་སྤྲད་ཤེས་ལ་ན། རྟ་འདི་ད་ལྟ་སྔས་མ་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་སུ་སྐབས་སུ་ཨ་ད་ཧོང་ཀོང་ནང་ལ་ཨ་ནི་ཧོང་ཀོང་མི་མང་དང་ཨ་ནི་ཧོང་ཀོང་སློབ་ཕྲུག་ཚོགས་པ་ངེས་ནས་ཨ་ནི་རྒྱ་ནག་དམར་ཤོག་ཚོགས་པ་ལ་ངོ་རྒོལ་སྐད་འབོད་ཞོ་ཞིག་གང་ལྟར་བྱས་པ་འོ་དེ་འདྲ་སོང་ཙང་རྟ་དེའི་སྐབས་སུ་ད་ད་རྒྱ་ནག་དམར་ཤོག་གིས་ངེས་ནས་ཨ་ནི་ཧོང་ཀོང་དེ་ཁའོ་རྟ་གཅིག་སྟངས་འཛིན་ཤུགས་ཆེ་བོ་ཞིག་བྱེད་ཐུབ་པའི་ཆེད་དུ་ད་ད་ཧོང་ཀོང་ནང་ལ་ཨ་ནི་ཁྲིམས། གསར་བ་ཞིག་གསན་ཡོད་པ་དཔེར་ན་དེ་གའི་ཁྲིམས་གསར་བ་དེ་མིང་ལ New National Security Law ལ་འདི་འདྲའི་ཁྲིམས་གསར་བ་ཞིག་གསན་ཡོད་པ་འོ་དེ་འདྲ་སོང་ཙང་ད་དེའི་ཁྲིམས་དང་འབྲེལ་བའི་ཐོག་ནས་ཨ་ནི་དེ་རིང་གི་ཐག་ཆ་དེ་ཆད་ངེས་སོ་དོ་དོ་བཞག་ན་ཨ་ནི་ད་དེའི་ད་ལྟ་ཧོང་ཀོང་དེར་ད་ཅིག་དམངས་གཙོ་དེ་ཉིད་ཀྱི་གོ་སྒྲིག་དེ་ཉིད་ངེས་ནས་ཨ་ནི་དེའི་གི་ཁྲིམས་དེ་ཙང་འགལ་བའི་ཐོག་ནས་གང་ལྟར་ཁྲིམས་ཁང་གི་ལས་ཀ་དེ་ད་ཆད་ཞེས་སོ་འོ་དེ་འདྲ་སོང་ན་ནི་ཁོ་གཉིས་ད་འཛིན་བཟུང་བྱས་ཡོད་དེ་འདྲས་གང་ལྟར་བས་ད། གནས་ཚུལ་གཅིག་དེ་ཨ་ནི་མིག་སུ་ཀ་གྱིས་ད་ཐིག་གི་ཁྲིམས་དེ་འགལ་སྟངས་ག་འདྲ་རེད་འདུག་ལ་ན། ད་འདི་ཨེ་ཐིག་འདིའི་སྐབས་སུ་ད་ཧོང་ཀོང་མི་མང་དང་ནི་སློབ་ཕྲུག་སུ་པ་ངན་ནས། ད་སྐད་འཕེལ་ངོ་རྒོལ་རྒྱའི་སྐབས་སུ་འདིའི་སྐོར་སུ་ཁོང་ཚོ་གི་བརྙན་དེ་ཡིན་ན་མིན་ན་ཅིག་ད་འདི། ད་རྒྱ་ནག་མཁྱེན་ཡོང་དེ་ད་ག་ད་འདིའི་ཆ་ལ་ཡིན་ན་རེད་ག་ད་ད་ཅིག་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞག་དགུ་ནས་འགོ་ཚུགས་ཆ་ད་འདི་བ་འདུག་ཆབ་སྲིད་ཚོགས་པ་གཅིག་གིས་རྦད་དེ།

ད་གནས་སྟངས་གང་དག་ཅིག་རེད་ཞེས་བལྟས་ན་གང་དག་རྒྱུ་མཚན་ག་རེ་སྤྲད་ཀྱི་ཡིན་ནམ་མིན་ནམ་གང་དག་ད་གང་དག་ད་དེའི་ཆར་རྒྱ་ནག་དམར་ཤོག་ཚོགས་པ་ངན་ནས་ཨ་ནི་ཧོང་ཀོང་སྟངས་འཛིན་བྱས་ཏེ་ད་བལྟས་ལོ་རེ་ལོ་རེ་ནས་ཤུགས་ཆེ་རུ་ཆེ་རུ་ཡང་མ་ནི་ཧོང་ཀོང་དེ་བལྟས་ད་རྒྱ་ནག་སྐམ་ས་ཆེན་མོ་འདྲ་བཟོ་བས་དེ་འདྲས་གང་དག་ཐབས་ཤེས་ཤིག་ཡོད་ད་གསལ་བོ་གསལ་རྐྱང་རོལ་བ་དེ་མ་གཏོགས་ཧོང་ཀོང་དེ་སྤྱི་བཏང་རྒྱ་ནག་གི་མངའ་འོག་ལ་ཡར་བསྡད་ན་གང་དག་ཧོང་ཀོང་གི་ད་ནང་ལོག་གི་ད་ཅིག་ཆབ་སྲིད་ཀྱི་འགྲོ་སྟངས་རེད་ཨ་ནི་གང་དག་གང་ཅིའི་ཐད་ནས་བལྟས་ཏེ་རྒྱ་ནག་སྐམ་ས་ཆུང་དང་རྦད་དེ་ལོགས་ཀ་རུ་བ་ཁར་སང་རྒྱ་ནག་སྐམ་ས་ཆེན་མོ་དེ་ཁོ་ཆབ་སྲིད་ཚོགས་པ་གཅིག་དང་ཁོ་དམར་ཤོག་གི་འཛིན་སྐྱོང་བྱེད་ཀྱི་ཡར་བསྟི་ན་ཧོང་ཀོང་དེ་དམངས་གཙོ་གི་འགྲོ་སྟངས་འོག་ནས་ཁ་བཏགས་བཏགས་ཚར་མ་འགྲོ་དེའི་རུ་སྔེ་མ་དེ་འདའ་ཨིན་ཇི་ངེད་ནས་ཧོང་ཀོང་དེ་ཕ་རྒྱ་ནག་ལ་རྩིས་སྤྲད་སྐབས་སུ་དེའི་སྐབས་སུ་རྒྱ་ནག་གི་ཁས་ལེན་དག་རང་བྱས་རོགས་ཁ་བཏགས་ཆིག་སྟོང་དགུ་བརྒྱ་ཕ་ཆིག་ལྔ་བཅུ་ང་གྲངས་ཁ་བཏགས་ཉིས་སྟོང་ལྔ་བཅུ་ང་གྲངས་ཕ་དུ་མ་ལས་ཕར་ཐུག་ཁ་བཏགས་ཧོང་ཀོང་གི་ཆབ་སྲིད་ཀྱི་གནས་བབ་དང་ཁ་བཏགས་བདེ་སྲུང་གནས་བབ་ཚང་མ། ག་ད་ཧོང་ཀོང་ཁོ་རང་གི་འཛིན་སྐྱོང་ཆེན་མོ་དང་རྒྱ་ནག་གི་ཐེ་ཇི་བྱེད་ཆོག་གི་ཡ་མ་རོ་ད་ཡིན་ན་ག་ད་སྔོན་མ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ཙམ་ནས་ག་ད་ཐེ་ཇི་བྱས་འགོ་བཙུགས་པ་འོ་དེ་འདྲ་སོང་ཙང་ད་སྔོན་མ་གི་ཐེ་ཇི་བྱས་ཙམ་མང་བས་ད་དེའི་ཆབ་སྲིད་བཟོ་འབད་དེ་ཡིན། ལོ་རེ་ལ་ལོ་རེ་ནས་ཞེ་སྡང་ཚ་བ་འགྲོ་དགོས་དེ་འདྲའི་གང་ད་བོད་ད་གནས་སྟངས་གཅིག་རེད་ཞེ་ད་དེ་ཡང་དཔེར་ན་ད་ཁ་སང་ཐོ་བ་རང་ད་ང་ཚོ་ཧོང་ཀོང་གི་མི་གལ་ཆེ་བོ་ཨ་ནི་དམིགས་སུ་བཀར་ཅིག་ཁོ་རང་བལྟས་ཏེ་ད་ང་ཚོ་རྩོམ་པ་པོ་རེད་ཨ་ནི་དེ་ཙམ་མང་བས་ག་ད་ཁོ་རང་ཧོང་ཀོང་ནང་ལ་བལྟས་ཏེ་ད་ཅིག། དམངས་གཙོ་ལ་འགན་ཤུགས་ཆེ་ཁུར་ནས་ད་མི་བྱེད་རོགས་ད་ནི་ཁོ་རང་རྩོམ་པ་པོ་རྩོམ་པ་པོ་ཙམ་མ་ཡིན་པར་གསར་སྐྱེས་པ་ཡིན་པ་དཔེར་ན་ཁོ་རང་མིང་ལ་ཇི་མི་ལ་ལ་གི་ཡོད་ད་ཁ་སང་ཐོག་ཇི་མི་ལ་ཡང་ཧོང་ཀོང་ཁྲིམས་ཁང་ཆེན་ཐག་ཆེ་ཤུགས་ཆེ་བ་ཞོ་ཞིག་བྱས་སོང་འོ་དེ་ཚོ་ལ་ལྟ་ཡི་སྐབས་སུ་གང་ད་དེ་ཆ་ལ་ལྟ་དམར་ཤོག་ཚོགས་པ་ངན་ན་ཧོང་ཀོང་ནང་ལ་ཞོ་ཞིག་གང་ད་དམ་དྲག་བྱེད་ཀྱི་ཡོད་དེ་འདྲའི་གནས་སྟངས་ཅིག་རེད་ཤ་འདི་གི་མཉམ་དུ་ད་དེ་རིང་དེ་ད་འཛིན་བཟུང་བྱས་རྒྱུ་ད་ད་ཧོང་ཀོང་དམངས་གཙོ་དམངས་གཙོ་དེ་ཉེར་བ་ཁོ་རང་གཉིས་ཀྱི་མིང་ལ་ཁར་གཅིག་དམ་པོ་འདིར་བཞག་རྫོགས།

དེ་ལྟ་དེ་མཉམ་དེང་སང་ཚོ་ཉིན་རེ་རྒྱལ་སྤྱིའི་གསར་འགྱུར་གས་ཆོག་གཉིས་བ་དེ་ཨ་ནི་ག་རེ་སྐོར་ལ་ཆགས་ཡོད་འདུག་ལགས་ན། ད་ལྟའི་བར་གྱི་དེ་འདྲ་ཁ་སང་དེ་འདྲ་ཚེས་བཅུར་དགུ་དང་ཉི་ཤུ་སོ་ན་ལ་ཡིན་ཟེར་དེ་འདྲ་ཅིག་ནང་ལ་ཡང་དང་རེ་ཤི་ཡའི་ནང་ལ་ཡིག་རྒྱུགས་དེ་ལྟ་ཅིག་རྒྱ་ནག་གི་གཞུང་ཚབ་དེ་ངས་ནས་ད་འདའ་ག་ཟེར་དེ་དེ་འདྲ་འཇར་པན་དང་འབྲེལ་བའི་ཐོག་ནས་ཨ་ནི་ཁོ་གིས་ད་འདའ་ར་ཤི་ཡའི་གཞུང་གི་གསར་ཁང་དེ་འདའ

ཕྱག་གིར་རྟ་འདི་དཀར་སེར་རྟ་འདི་ད་ལྟ་ཟེར་ལ་འཛམ་གླིང་མཁྱེན་ཡོང་ཁོ་རང་གི་བདེ་འཇགས་ཀྱི་གནས་བབ་དེ་སྔར་དང་མ་འདྲ་བ་ཞོག་ཅིག་ད་འགྱུར་བ་འགྲོ་འདོད་འདུག་དང་པོ་དེ་ལ་ར་ཤི་ཡན་ཡུ་ཀེ་རེན་གྱི་དམག་དེ་གཅིག་རེད་འདི་སྙམ་འདུག་ཨ་རི་དང་ཨི་རན་གྱི་དམག་འཁྲུག་དེ་གཅིག་རེད་དེ་ཙམ་མ་ཡིན་པར། དམག་ཆེན་གཉིས་པོའི་རྗེས་ནི་ད་ཅིག་རྒྱ་གར་བྷན་སིང་བར་གྱི་མཐུན་ཕྱོགས་ཀྱི་འབྲེལ་བ་ཡིན་ནའང་རེད་ཡང་མ་ནི་རྒྱ་གར་བྷན་སིང་བར་གྱི་འབྲེལ་བ་དེ་ད་ལྟའི་ཆ་ལ་ཞོག་ཅིག་གང་ལྟར་ད་འགྱུར་བ་འགྲོ་བསྡད་ཀྱི་འདུག་རོགས་ཟླ་རྡོག་རྡོག་རྒྱ་གར་བྷན་སིང་མཐུན་ཕྱོགས་འབྲེལ་བ་ལ་ཨེ་ཞུ་ལ་ད་ཅིག་དང་ད་ལྟ་བར་དུ་ད་འཇར་པན་འདྲ་བོ་དེ།

ཀར་གྱིས་དོ་པེ་ན་ཁ་ཚང་དོ་པེ་ཏི་ཀུ་རེ་ཏག་ཏག་རོ་སེ་ཡིན་པ་པེ་ཏི་ལྷོ་ཀུ་རེ་ལ་པེ་ཏི་བྱང་ཀུ་རེ་ལ་ཉེ་བ་གཅིག་གི་དེ་འདྲའི་གནས་སྟངས་སླེབས་སོང་འོ་དེ་འདྲ་སོང་ཙང་ནི། འཇར་པན་ཁོ་རང་སོ་སོའི་རྐང་པ་ལ་གཅིག་ལངས་ཡོང་སྐབས་སུ་ད། པེ་ཏི་ཐ་མག་འུ་ཐུག་ན་ནི་དུག་སྦྲང་ཆེན་ཆེ་ས་ཟོས་ཀྱི་ཉེན་ཁ་ཡོད་རོ་ད་ཅི་སྟངས་འཇར་པན་ན་ལ་རྒྱུག་མི་མང་མང་ཆེ་བ་ད། དུག་སྦྲང་ཆེན་ཆེ་ཟོས་ད་རུ་ཞོག་ངོ་རྒོར་རོ་ག་སེ་ན་ད་འདི། ཁ་ད་དུག་སྦྲང་ཆེན་ཆེ་ལ་ཉེ་སྟེ། བེད་སྤྱད་དང་པོ་ད་འཇར་པན་ན་ལ་བྱས་རོ་འོ་དེ་འདྲ་སོང་ཙང་ཁོ་ཚོ་ངོ་རྒོར་བྱེད་ཀྱི་ཡ་རེད་དེ་ཡིན་ན་ཧ་ད་དེ་ཅལ་འཇར་པན་གྱི་ད་ད་ལྟ་གི་གཞུང་དེ་གཅིག་རེད་ཨ་ནི་ག་ད་གཞུང་ན་ལ་རྒྱུག་གོ་སྒྲུབ་མང་པོ་གི་ད་དེ།

སྤྱི་བཏང་གང་དང་ཀློག་བཏང་ཡང་དེ་ཚོ་འབྲེལ་བ་མི་འདུག་ཞག་མ་གཅིག་བཟོས་མི་འོས་དེ་འདྲ་ཡང་གང་ལྟར་བས་ད་འགྲེལ་བཤད་ཅིག་རྒྱབ་སྟེ། དེ་ཤི་ད་དེ་མཉམ་དེང་ཙང་ཟླ་གཉིས་རེད་དེར་ད་རྒྱལ་སྤྱིའི། གསར་འགྱུར་གས་ཆོག་གསུངས་པ་དེ་ཨ་ནི་ག་རེ་སྐོར་ལ་ཆགས་ཡི་འདུག་ལ་ན། ད་དེ་དེ་དང་ང་ཚོ་ཁ་སང་དུ་ང་ཚོ་ག་ཟེར་ཏེ་ད་ད་ཨ་རི་དང་ཨི་རན་ཨི་ཟི་རལ་ཁོ་ཚོ་གསུམ་བར་གྱི་དམག་འཁྲུག་དེ་ལ་བརྟེན་བྱས། ད་ཁ་ཆེ་ས་ཁུལ་ནང་ལ་ཨ་ནེ་ཁྲོ་ནང་དག་གི་དེ་འདྲའི་ཚོགས་པ་གཅིག། གསར་བ་བྱུང་ཡོད་པ་དཔེར་ན་དེའི་ཚོགས་པ་དེ་སུ་གིས་བཙུགས་རྒྱུ་རེད་ལ་ཟླ་འདིའི་དན་དག་ཁ་ཆེ་གི་རྒྱལ་ཁབ་སའུ་ཏི་ཨ་རེ་བྷེ་དང། ཏུར་ཀི་དང་པཱ་ཀི་སི་ཐན་ཁོ་ཚོ་གསུམ་ངོས་ནས་བཙུགས་ཡོང་པ་ཨ་ནི་ཁོ་ཚོ་གསུམ་ངོས་ནས་བཙུགས་པའི་ཙམ་མ་ཡིན་པ་ཨ་ནི། ཁོ་ཚོ་ངོས་ནས་ད་རུང་དེའི་ནང་ལ་ད་རྒྱལ་ཁབ་གཞན་མ་བཙུགས་བས་དེ་འདྲའི་གང་འདུག་ཁོ་ཚོ་གི་རེ་བ་དང་རྒྱ་ཡིག་ཏུ་དན་དག་ཁ་ཚང་འདུག་བ། ཏུར་ཀི་གི་ཕྱི་སྲིད་བཀའ་ལས་ངོས་ནས་ཨ་ནི་ཨེ་ཇིབ་ཡང་དེའི་ནང་ལ་འཛུལ་བས་དེ་བར་དུ་ཨ་ནི་ཨེ་ཇིབ་ཙམ་མ་ཡིན་པར་རྒྱལ་ཁབ་གཞན་མ་དུ་བཙུགས་བས་དེ་འདྲའི

ཉིས་སྟོང་ཉི་ཤུ་རྩ་བཞིའི་སྐབས་སུ་བཱང་ལ་དེ་ཤི་ནཱ་ལ་མི་མང་དང་སློབ་ཕྲུག་སྐད་འབོད་ཞུ་རྒྱབ་རྗེས་ཤེ་ཀ་སི་ནཱ་ཡིས་རྒྱ་གར་ལ་གྲལ་དགོས་བྱུང་གྲལ་ཡོད་ཕྱིར་མདོ་སྟོད་ཁ་ཐག་རྒྱ་གར་གཞུང་གིས་ད་རོགས་པ་བྱས་ཏེ་ཚུར་རྒྱ་གར་ལ་སླེབས་རོགས་འོ་དེ་འདྲ་སོང་ཙང། ཤེ་ཀ་སིས་རྒྱ་གར་ནང་གྲལ་ཡོད་དང་དེ་ལྟར་རྒྱ་གར་རོགས་པ་བྱས་ཏེ་གང་ལ་ད་ད་ལྟ་གི་བཱང་ལ་དེ་ཤིའི་གཞུང་དེ་ནི་རྒྱུན་ནས་དགའ་ཡི་མི་འདུག་པས་དེ་འགྲིག་མ་སོང་རེད་འོན་ཏེ་དེ་ཙམ་མ་ཡིན་པར་ཤེ་ཀ་སི་ནཱ་ཕར་རྒྱ་བཱང་ལ་དེ་ཤི་ལ་རྩིས་སྤྲད་བྱེད་ཀྱི་ཡོད་དེ་འདྲས་ཁོང་ཚོ་གིས་སྐད་ཆ་དེར་ཤེས་ཡོད་འོ་ད་དེའི་ཤེས་ཡོད་ནང་དེ་ག་ད་དེའི་ཆ་ལ་ད་རྒྱ་གར་དང་བར་ན་དེ་བཞིན་མ་གྱི་འབྲེལ་བ་དེ་དེའི་ཆ་ད། ཚད་མར་འགྲོ་ད་དཔེར་ན་ཚད་མར་འགྲོ་གི་ཡོད་བ་དེ་ད་དེ་སྤྱིར་བཏང་ད་ལྟ་གི་བར་ན་དེ་བཞིན་སི་ལན་དེ་རྒྱ་གར་ལ་སུ་ཡིས་མཚམས་ཚིགས་གཅིག་ལ་ཡོང་བ་རེད་འདུག་བ་ད་ནི་ཡོང་བ་ཡིན་ཡིན་པ་ཡིན་ན་ཁོ་ཡོང་གི་ལའི་ཙམ་གྱི་མ་གཏོགས་ད་ལྟ་ད་རུང་ཐག་ཆ་གལ་ཆེན་མི་འདུག་ཁོ་ཡོང་མ་ཡོང་སྐད་ཆ་གལ་ཆེ་ཤེས་ཀྱི་མི་འདུག་འོ་དེ་འདྲ་སོང་ཙང་ད། ཁོ་གཉིས་དེ་ཚོ་ནི་ག་ད་དཀའ་ངལ་དེ་ཅིག་ཤུགས་ཆེ་རུ་འགྲོ་བས་ན་དེ་ཙམ་མ་མི་ད་དེའི་ཆ་ལ་བར་ན་དེ་ཞིག་གིས།

དེ་ཕྱི་ད་དེ་མཉམ་དེང་དང་ཚོགས་གཉིས་རེད་རྒྱལ་སྤྱིའི་གསར་འགྱུར་གས་ཆོ། བཞི་བ་དེ་ག་རེ་སྐོར་ལ་ཆགས་ཡོད་འདུག་ལ་ན། ད་དེ་ཕ་ཆེ་ད་ད་ཁ་སང་ཚེས་ཉི་ཤུ། ཕ་ཆེ་ཡིན་ཟེར་ཚེས་ཉི་ཤུ་ནང་ལ་ད་ད་རྒྱ་གར་གི་དེ་རེད་ད་དམག་དཔོན་ཟུར་བ་ཞིག་ཡིན་ན་ནི་ད་ད་ལྟ་གི་རྒྱ་གར་གཞུང་ལ། ད་ང་ཚོ་ཉེན་རྟགས་ཀྱི་ཟུར་ར་ཡིན་ན་ཡང་གང་ད་ཕ་ད་ཅིག་ཁོ་རང་གི་ད་ཅིག་ལམ་བདེན་ཟུར་བ་ཅིག་ག་རེ་བྱེད་ལ་ན་ད་དེ་གང་ད་ད་ཟེར་ལ་ནི། རྒྱ་གར་གྱི་ཕྱི་ཕྱོགས་སྲིད་ཇུས་ཀྱི་སྟེང་སྐབས་སུ་སྤྱི་བཏང་ཁོ་ཕྱིས་རྒྱ་གར་མང་པོ་ལ་འབྲེལ་བ་བྱེད་དགོས་པ་རེད་དེ་ཡིན་ན་རྒྱ་གར་གྱི་གལ་ཆེ་ཤོས་ནི་རྒྱ་གར་གྱི་དང་པོ་དང་པོ་རྒྱ་གར་ཁྱིམ་མཚེས་རྒྱལ་ཁབ་ཏུ་ཆགས་ཡོད་རེད་ཁྱིམ་མཚེས་རྒྱ་གར་ལ་ཞུགས་ལ་བཱན་ལ་དེ་ཤི་རེད་པཱ་ཀི་སི་ཐན་དང་ད་ལྟ་ཁ་ཟས་དེ་རྒྱ་ནག་ཏུ་ཆགས་ཡོད་རེད་འོ་དེ་འདྲ་སོང་ཙང་ད་ཨ་ལ་བཱན་ལ་དེ་ཤི་ད་བཞག་ཞོག་ད་ངས་ད་བཤད་སེམས་པ་ད་ད་དེའི་ཆ་ལ་པཱ་ཀི་སི་ཐན་དང་རྒྱ་ནག་གཉིས་བར་འབྲེལ་བ་བྱེད་ཙང་ཟོ་ལ་ནི་ཁོ་གིས་ད་ལམ་སྟན་གར་བྱེད་ལ་ད་ད་དེ་དང་པོ་དེ་ལ་པཱ་ཀི་སི་ཐན་དུ་ཆགས་ཚེ་བཱན་ད་ད་ཟེར་ལ་རྒྱ་གར་གྱི་བ་དེ་ད་ད་རང་གི་སྐབས་སུ་ད་ད་ད་རང་གི་སྐབས་ཀྱང་དེ་ད།

གནས་ཚུལ་གལ་ཆེ་བོ་དག་ནི་ཡང་བསྐྱུར་བ་དམིགས་བསལ་ག་རེ་ཡོང་མིན་ལ་གཞིགས་བྱས་ནས་ངའི་བརྙན་ཐུང་དུ་སོན་ཚང་མས་ཅི་དགའ་སི་ཁྲོ་ཆི་ལ་ཨོ་ལ་ས་ནི་ང་ཚོ་ཡང་ས་ནི་ན་ནི་ག་ལི་ག་ལ་བྱ་ཡོང་ལ་སུ་ཐུག་ཆེ་གནང།